ཕྱི་ཚེས་ཕྱེད་ཀའི་འཛིན་གྲྭ་གནང་ལོགས་ལ། རྟག་དངོས་དང་བརྒྱུད་པའི་སྒོ་ནས་དོ་སྣང་བྱེད་མྱི་ཚང་མ་ལ། འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང། ཚང་མ་ལ་དགའ་བསུ་ཞུ་གི་ཡོད། ཨ་ནི་ད་ང་ཚོ། ད། དིར་ཚང་གཉིས། ང་ཚོ། དང་པོ་ང་ཚོ་འདི་ནི་འདི་འཛིན་གྲྭ་འདིའི་ནང་ལོགས་ལ་ད་བདེན་པ་ཟེར་བདེན་པ་དེ་བདེན་པ་གཉིས་དང་བདེན་པ་བཞི། ད་བདེན་པ་བཞི་དེ་རིམ་པས་ཕྱིན་ནས་མ་ང་ཚོ་དང་པོ་རྣམ་པ་ཚོ་ལ་ཨ་ནི་འདི་ཚོ་གི་ཐ་སྙད་འདི་ཚོ་དང་པོ་དངོས་ལས་བློ་སྦྱོང་ཅིག་མ་ཕུལ་ཡ་དེ་འདྲ་ཡིན། ད་ཁ་སང་སྔོན་ལ་རིམ་པས་བྱས་ནས་མང་པོ་བགྲོ་ས་རེད། ད་ང་ཚོ་འཁོར་བ་ལ་འཁོར་ཚུལ་ཟེར་ན་འགྲིག་གི་འདུག་སྡུག་བསྔལ་མྱོང་ཚུལ་གྱི་རིམ་པ་ཟེར་ན་འགྲིག་གི་འདུག་འོ་དེ་བྱས་ནས་དོན་དག་སྡུག་བསྔལ་བདེན་པ་དང་ཀུན་འབྱུང་བདེན་པ་འོ་དེ་གཉིས་ཀྱི་གཅིག་གོ་མཚན་ཉིད་དང། ཡེ་བ་དང། ལྟས་གཉིས་ཀ་དེ་ནི་ཀ་ར་ཡའི་རྣམ་པ་འདི་ཚོ་ཚང་མ་དེ་རྣམ་པ་ཚུལ་ལ་གཞི་ཚར་བ་ཡིན། དེ་གཉིས་པོ་དེ་ཁོ་བདུད་ངོར་གྱི་རྒྱུ་འབྲས་འོག་ན་བྱིན། བདུད་ངོར་ཟེར་བ་དེ་ཀ་ར་རྒྱུ་ཀ་འདྲི་ལ་བརྟེན་ནས་བྱུང་གི་རེད་ཟེར་ཏེ་གཙོ་བོ་དེ་དཀོན་མཆོག་བདེན་པ་ལ་བརྟེན་ནས་བྱུང་གི་རེད་ཟེར་ནས་འོ་དེ་གི་རིམ་པ་དེ་བདེན་པ་དང་པོ་གཉིས་ཀྱི་རིམ་པ་དེ་དེ་འདྲའི་ཆེ་གྱི། ད་ང་ཚོ་བདེན་པ་གསུམ་པ་དེ་ག་རེ་རེད་ཟེར་ཏེ་བདེན་པ་གསུམ་པ་དེ།

དང་པོ་འདི་འགོག་བདེན་ཟེར་བ་དེ་ངེས་པར་དུ་འདི་ནི་སོ་སོ་མཐོང་དགོས་དགོས་རེད་དེ། འགོག་བདེན་ཟེར་བ་ཅིག་ཏུ་དངོས་པོ་གནས་སྟངས་ལ་ཡོད་པ་ཅིག་དང། དངོས་ཡོད་གནས་སྟངས་ལ་ཡོད་པ་ཡིན་ན་ཡང་ང་ཚོ་ལ་ཡང་དེ་ནི་ཐོབ་ཀྱི་ཡོད་པ་ཅིག། ང་ཚོ་ལ་ཅིག་ཐོབ་ཀྱི་ཡོད་པ་ཅིག་ཡིན་པ་ཡིན་ན་ཡང་སོ་སོ་ལ་ཡང་ཅིག་ཐོབ་ནུས་པ་ཅིག་དང་དེ་ནི་ཐོབ་པའི་ཐབས་ལམ་ཡོད་པ་ཅིག་འོ་དེ་ནས་ཅིག་མཐོང་པ་ཡིན་ན། ག་རེ་རེད་ཟེར་དུས་ང་ཚོ་སྐྱབས་འགྲོ་བྱས་པ་ཡིན་ན་རེད་ཆོས་ལ་སློབ་སྦྱོང་བྱས་ན་ཆོས་ལ་ཉམས་ལེན་བྱས་པ་ཡིན་ག་རེ་ཡིན་པ་ཡིན་ན་ཁོ་མཐར་ཐུག་གི་འབྲས་བུ་དེ་འདྲི་ཅིག་འགྲུབ་ཀྱི་ཡོད་པ་དེ་སོ་སོ་གི་ད་ངི་ངི་དག་དག་ཅིག་ཧ་གོ་སོང་པ་ཡིན་ན། ད་དེ་གི་ཆེད་དུ་བརྩོན་པ་བྱེད་གི་རེད་པ། དཔེར་ན་ཚོང་པ་ཅིག་ཡིན་པ་ཡིན་ན་ཚོང་གི་ཁེ་བཟང་ཅིག་བྱ་ལ་དེ་འདྲི་ཅིག་ཁོ་ཚོང་བརྒྱབ་པ་ཡིན་ན་དེ་ལ་ཡང་ཁེ་བཟང་དེ་འདྲི་དེ་འདྲི་ཅིག་འདུག་ཟེར་ཡག་ཅིག་ཁོ་ཁེ་བཟང་འཐོང་སོང་པ་ཡིན་ན། ད་ཁོ་དཀའ་ལས་ག་རེ་ཅིག་བརྒྱབ་དགོས་ཀྱི་ཡོད་པ་ཡིན་ན་ཚོང་གི་དཀའ་ལས་དེ་བརྒྱབ་འོང་གི་རེད་པ། འོ་དེ་ཡིན་སོང་ཙང་འདི་དཀར་རྩི་འདི་གང་ལ་འགོག་བདེན་བཞག་སྟེ་མཐར་ཐུག་གི་འབྲས་བུ་དེ་ཆགས་བསྡད་ཡོད་རེད། ཆུ་ཉམས་ལེན་བྱས་པའི་བྱས་འབྲས་ཟེར་ན་འགྲིག་འདུག་ཆུ་ཉམས་ལེན་བྱས་པའི་མཐར་ཐུག་གི་འབྲས་བུ་ང་ཚོ་རྣམས་ཀྱིས་ནི་དགུ་པ་དང་ཉང་དགུ་ཟེར་ཡང་མཐར་ཐུག་གི་དོན་དག་དགུ་པ་དེ་ཆགས་བསྡད་དགོས་རེད། མཐར་ཐུག་གི་དགུ་པ་དེ་འདྲ་ཅིག་ཡོད་པ་དེ་སོ་སོ་ཧ་གོ་སོང་པ་ཡིན་ན་དེ་ནི་ད་ཆུ་ལ་བརྩོན་པ་ཡིན་ན་ཡང་དཀའ་ལས་ཡོད་མ་རེད། ད་ག་ནང་བཞིན་གྱི་ཆུ་ལ་བརྩོན་ཉེས་སྤྲོ་དགོས་ཡོད་རེད། དེ་འདྲའི་རྒུད་པ་ཅིག་མ་མཐོང་བ་ཡིན་ན། ཆུ་ལ་དཀར་ལས་བརྒྱབ་ནས་བཏོན་ན་ག་རེ་ཡོད་པ་ཡིན་ན་ཕན་ཐོགས་ག་རེ་ཡོད་པ་ཡིན་ན་ཟེར་བ་དེ་ཡོང་གི་ཡོད་རེད་པ། འོ་དེ་འདྲ་ཡིན་སོང་ཙང་འདི་འགོག་བདེན་ས་དེ་ཧ་ཅང་གི་གལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད། འོང་དེ། ད་ག་ཚོད་ང་ཚོ་སྔོན་ལ་ཡང་བསྡད་ཡོད་པ།

བྱས། ང་ཚོས་སྨན་བཅོས་བཅས་ཀྱི་འགྲོ་སོང་བཏང་ནས་སྨན་བཅོས་བྱས་སྨན་པ་ལ་བསྟེན་སྨན་ཟ་དེ་འདྲ་བྱས་ཡག་གི། མཐར་ཐུག་གི་དགོས་པ་འགྲོ་བ་དེ་ག་རེ་རེད་ཟེར་ན་ཚ་ལས་དྲག་པའི་བདེ་བ་ཅིག་ཐོབ་པའི་ཆེད་དུ་རེད། རེད་བ། ཡིན་ན་ཡང་དང་པོ་ཨ་ལས་ནད་པ་ཅིག་ཡིན་པ་ཡིན་ན་ཡང་ན་ཚ་དེ་ག་རེ་ཡིན་མིན་དང་ན་ཚ་དེའི་རྒྱུ་རྐྱེན་ག་རེ་ཡིན་མིན་དང་ད་ན་ཚ་དེ་ལ་སྨན་བཅོས་ཡོད་མེད་སྨན་ཡོད་མེད། ན་ཚ་དེ་ལ་ཡང་སྨན་བཅོས་བྱས་ནས་ན་ཚ་དེ་དྲག་གི་ཡོད་མེད་དེ་དེ་ཧ་གོ་དགོས་གི་འདུག། དེ་འདི་ཅི་ཧ་གོ་སོང་པ་ཡིན་ན་ན་ཚ་དེ་ལ་སྨན་ཡོད་པ་དང་སྨན་པ་ཡོད་པ་དང་སྨན་ཁང་ནང་ལ་འགྲོ་བ་ཡིན་ན་ཕན་ཐོག་ཡོད་པ་དང་སྨན་ཆུ་ཡོད་པ་ཅིག་སོ་སོ་ཧ་གོ་བ་ཡིན་ན་ན་ཚ་དེ་ལས་དྲག་དྲག་ཅིག་ཡོད་པ་དང་དྲག་མཁན་ཡང་གང་ཟག་དེ་འདྲི་དེ་འདྲི་ན་ཚ་དེ་འདྲི་ཅིག་ན་ནི་མི་དེ་འདྲི་དེ་ད་ག་འདྲི་ཡིན་པ་ཡིན་ན་མི་དེ་འདྲི་དེ་འདྲི་དེ་ན་ཚ་དེ་ལས་དྲག་ནས་ད་འདི་ནས་སྐབས་ལ་ན་ཚ་དེ་ལས་སངས་དྲག་འགྲོ་འདུག་ཟེར་ནས་དེ་འདྲི་ཅིག་མཐོང་སོང་པ་ཡིན་ན། ད་དེ་འགྲིག་གི་དེ་ནས་སྨན་ཁང་དེ་ནང་ལ་འགྲོ་བའི་ཐབས་ལམ་བྱེད་གི་རེད་དེ་ནས་སྒོར་མོ་ཟ་གི་རེད་ད་དུ་ཁོ་གར་བྱེད་དགོས་ཡོད་པ་ཡིན་ན་ཁོ་ནད་པ་ཅིག་ཡིན་པ་ཡིན་ན་ཁོ་དེ་འདྲས་ཅིག་མཐོང་སོང་པ་ཡིན་ན་དེ་ནས་གཞན་ནས་སྨན་པ་ལ་བསྟན་ཡག་དང་ཁོ་འགྲོ་སོང་བཏང་ཡག་དང་དེ་འདྲས་བྱེད་གི་རེད་པ། ཁོ་ན་ཚ་ལས་དྲག་པའི་བདེ་བ་ཅིག་ཐོབ་ཀྱི་མེད་པ་ཡིན་ན། ང་ཚོ་དེ་འགྲིག་གི་སྨན་ཁང་ལ་བཏོན་ནས་གར་བྱེད་ཡག།

འོ་དེ་ཡིན་སོང་ཙང་དེ་ན་ཚ་ལས་དྲག་བའི་བདེ་བ་དུ་མཐོང་སོང་པ་ཡིན་ན་དེ་གི་ཆེད་དུ་དཀའ་ལས་རྒྱག་བ་དང་སྨན་ཁང་སྟོན་པ་དང་ད་བུ་གིན་འགྲོ་ནས་ཅིག་ཁབ་རྒྱག་བ་དང་དེ་ཚོ་ཚང་མ་སོ་སོ་བཟོ་པ་སྒོམ་ཡ་ཅིག་ཡོང་གི་འདུག་ཧ་འོང་དེ་དེ་དཔེ་རེད་དཔེ་ད་སྟོན་ལ་ཚེར་གྱང་འོང་དེ་གང་ལ་ད་ལྟ་འདི་འགོག་བདེན་ཟེར་དེ་དེའི་འོག་དེ་ལ་དཀར་རྡུལ་ངོར་རྒྱུ་དང་དེ་འགོག་པ་ཟེར་ཅིག་འདུག་དེ་འགོག་པ་ཟེར་ཅིག་འོ་དེ་འགོག་པ་ཟེར་དེ་འགོག་བདེན་དེ་ལ་ཚིག་བདེན་པ་ཞིག་ནང་ནས་འགོག་བདེན་དུ་ཚུད་པ་རེད་དེ་འགོག་པ་ཟེར་དེ་དཀར་རྡུལ་གྱི་ཉིད་འགག་པའི་འགོག་པ་དེ། སྡུག་གི་སྙིང་གི་འགགས་པའི་འགོག་པ་དེ་ལ་ཡང་འགོག་བདེན་ཟེར་ཁུལ། དཔེར་ན་ང་ཚོ་ཐིག་ལོ་འདྲ་བོ་ཅིག་འདི་འདྲའི་སྐུ་ལོག་ཅིག་ཡིན་པ་ཡིན་ན། ཁོ་ང་ཚོ་ཆུ་ནང་ལ་སྐུ་ལོག་དང་འཁྲུ་གི་འདུག་དེ་འཁྲུ་དགོས་ཡ་དེ་ག་རེ་ཟིན་ཁོ་འཁྲུ་ན་དེ་དྲི་མ་དེ་བརྟག་གི་ཡོད་པ་ཅིག་དང་དྲི་མ་དེ་བརྟག་པའི་ཁོ་ག་རེ་ཟ་བརྟག་བྱ་ཅིག་སླེབས་ཀྱི་ཡོད་སོང་ཙང། ཁོ་དེ་ལ་བརྟེན་ནས་ཆུ་ལ་འཁྲུ་གི་ཡོད་རེད་བ། མ་གཏོགས་ཁོ་ལ་ཁོ་ཆུ་ནང་ལ་འཁྲུ་ནས་བརྟག་གི་མེད་པ་ཡིན་ན་དྲི་མ་དེ་བརྟག་ཡ་མེད་པ་ཡིན་ན། ང་ཚོ་ཆུ་ཆུ་མ་ལ་ཁྲིད་ནས་གར་གྱི་ཡོད་ཀ་ལི་ཁ་རོ་མོ་དོ་ཡོད་མ་རེད་བ། ང་ཚོ་དགུན་ཁ་དེ་ག་རེ་ཡིན་པ་ཡིན་ན་སྐུ་ལོག་ལ་དྲི་མ་ཡོད་པ་ཡིན་ན་ལམ་སར་ཁྲུ་གི་འདུག་བ་ཁྲུ་ཡ་ཁྲུ་དེ་ག་རེ་རེད་དེ་ཁྲུ་ཡ་དེ་ག་རེ་བྱེད་རེད་ཟེར་དུས་ཁོ་ཁྲུ་བཞེངས་ན་གཙང་མ་རེད་ཀྱི་ཡོད་པ་དེ་ང་ཚོ་མཐོང་གི་ཡོད་སོང་ཙ་དེ་ནི་ཆུ་ནང་ལ་ཁྲུ་གི་ཡོད་རེད་འང། དེ་ནང་བཞིན་གྱི་ངར་ཚུགས་ཀྱི་སེམས་སྐྱིད་ལ་ཡ་ད་འདི་ནས་སྐབས་ལ་དྲི་མ་འདྲ་མི་འདྲ་མང་པོ་ཡོད་རེད་ད་ད་གི་སྐུ་ལོག་ལ་དྲི་མ་འགོ་བ་ནང་བཞིན་པའི་དྲི་མ་འདྲ་མི་འདྲ་མང་པོ་ཡོད་རེད་བ་དེ་དེ་འདྲི་གི་དྲི་མ་དེ། བརྟག་པའི་བརྟག་པ་ཟེར་ཏེ་འདི་འགོག་བདེན་ཟེར་དེ་རེད་བདེན་པ་ཞིག་གི་ནང་ནས་འགོག་བདེན་ཟེར་འགོག་པའི་བདེན་པ་ཟེར་དེ་ཆགས་ཡོད་སོང་ཙང་འགོག་པའི་བདེན་པ་དེ་ངེས་པར་དུ་ང་ཚོ་གི་ཐོབ་བྱ་རེད་ཟེར་དེ་ཐོབ་པའི་ཐབས་དེ་ལ་བརྟག་བདེན་པ་ཞེས་པ་ལམ་བདེན་ཟེར་འོ་བདེན་ཡོང་གི་ཡོད་རེད་ཟེར་ད་དུང་དོན་དག་ངས་འདི་ཨ་ལས་ད་ལྟ་འདི་འགོག་བདེན་ངོ་སྤྲོད་མ་བྱས་པའི་སྔོན་འདི་ལ་ཨ་ནི་དེ་འདྲའི་ཁོ་བསྟན་མཐོང་དགོས་ཡག་གི་འོ་སྒུག་པ་འདྲ་བོ་དང་ཅིག་བཞུ་བ་ཡིན་ན་ཡང་ཕན་ཐོག་ཡོད་ཀྱི་རེད་བསམ་ནས་དེ་འདྲ་བྱེད་ཀྱི། ད་ང་ཚོ་འདི་ནས་ཡིན་ད་ད་དེ་རིང་ང་ཚོ་གི་སློབ་ཚན་འདི་ད་འདི་འགོག་བདེན་ད་འདི་འགོག་བདེན་སྐོར་དེ་ཡིན་ད་དེ་གི་ཐ་སྙད་དེ་ང་ཚོ་ད་གཙོ་བོ་དེ་ང་ཚོ་དེ་རིང་སྦྱང་ཡ་དེ་འདི་ཡིན་ད། འགོག་འགོག་པའི་བདེན་པ་དེ་ཡིན་ད། ད་འདི་འདི་ཕྱོགས་གི་དེ་འདི་རི་མོ་འདི་ཕྱོགས་དེ་ལ་ཡ།

ཨ་ནི་ལམ་བདེན་གྱི་དེ་ནི་སྤང་བྱ་སྤངས་པའི་དྲ་བ་ཞིག་ལ་འཇོག་པའི་ཕྱིར། ཅད་ལམ་བདེན་བསྒོམ་པ་ལ་བརྟེན་ནས་སོ་སོ་གི་སེམས་བསྐྱེད་ཀྱི་དྲི་མ་སྤངས་པའི་སྤངས་པའམ་དྲི་མ་དང་བྲལ་བའི་བྲལ་བའོ། དེ་འདྲའི་ཆིག་ལ་ཡང་འགོག་བདེན་ཟེར་དགོས་རེད། ད་དེ་འགོག་བདེན་གྱི་མཚན་ཉིད་རེད། ད་རྣམ་པ་ཚོ་དེ་ངེས་པར་དུ་བཟོ་དགོས་རེད། ད་དེའི་འོག་ཏུ་ལ་དབྱེ་ན། ད་འགོག་བདེན་འདི་ལ་དབྱེ་ན་ག་ཚོད་ཡོད་རེད། འགོག་བདེན་འདི་ལ་དབྱེ་ན་གསུམ་ཡོད་རེད། ཟླ་གསུམ་དུ་གར་རེ་འདས་ཉན་ཐོས་རང་རྒྱལ། བྱང་སེམས་ཀྱི་འགོག་བདེན་དང་འགོག་བདེན་རྣམས་སོ། འདི་འགོག་བདེན་འགོག་བདེན་ཟེར་ཏེ་ཚང་མ་ལ་སྦྱར་བས་ཉན་ཐོས་ཀྱི་འགོག་བདེན་རང་རྒྱལ་གྱི་འགོག་བདེན། འདི་ནི་ཐེག་ཆེན་གྱི་འགོག་བདེན་ད་ཐེག་ཆེན་གྱི་འགོག་བདེན་དང་བྱང་སེམས་ཀྱི་འགོག་བདེན་དེ་གཉིས་གཅིག་པ་རེད། ཐེག་ཆེན་ཟེར་ན་བྱང་སེམས་རེད་སོང་འོ་དེ་འོ་དེ་གཅིག་པ་ཡིན་འོ་དེ་ཡིན་དེ་གང་ལ་འགོག་བདེན་འདི་ལ་དབྱེ་བ་འདི་ལ་གསུམ་བྱེད་འོ་བདེན་རྣམ་པ་ཚོ་གཅིག་གཅིག། ད་དེའི་འོག་ཏུ་ལ་འགོག་བདེན་འདི་ལ་དེ་འདྲ་ཡོད་པ་ཡིན་ན་ད་ག་རེ་རེད་ཟེར་ཏེ་འགོག་བདེན་གྱི་རྣམ་པ་དེ་ལ་ག་ཚོད་ཡོད་རེད་ལབ་པ་ཡིན་ན་ད་འགོག་བདེན་གྱི་རྣམ་པ་དེ་ལ་བཞི་ཡོད་རེད། ད་འགོག་བདེན་གྱི་རྣམ་པ་བཞི་དེ་ག་རེ་རེད་ཟེར་ཏེ་གང་ལ་དེ་ལ་འདི་ནང་ལ་འདུག་ཨ། འགོག་པ། ཞི་བ། གྱ་ནོམ། ངེས་འབྱུང་གི་རྣམ་པ་དང་བཞི་གོ། འོ་དེ་འགོག་བདེན་གྱི་དབྱེ་བ་དེ་རེད། མ་རེད། འགོག་བདེན་གྱི་རྣམ་པ་དེ་རེད། རེད་སོང། འོ་ད་རི་མོ་ཁོ་རང་ནང་ལོགས་ལ་ལོག་ཀ་ལོག་ཀ་བྱས་ནས་དེ་འདྲས་བྲིས་འདུག་ཨ། འོ་དེ་ནི་གང་ལ་རྣམ་པ་ཚུལ་ཡིན་ན་ཡང་འོ་ད། ད་དེ་རིང་གི་ང་ཚོ་གི་ཆེད་དུ་གཙོ་བོའི་སྦྱང་བྱ་དངོས་གནས་དེ་ག་རེ་རེད་ཟེར་དུས་གང་ལ་གཙོ་བོ་དེ་ད་འདི། འགོག་བདེན་གྱི་ད་འགོག་བདེན་གྱི་མཚན་ཉིད་ཀྱི། འགོག་བདེན་གྱི་དབྱེ་བ་གྱི་ད་འགོག་པའི་བདེན་པ་གྱི་རྣམ་པ་གྱི། འོ་དེ་ནི་འོ་ད་དེ་དེ་ཁྱེད་རང་ཚོ་དེ་རིང་སྦྱང་ཐུབ་སོང་ན། ད་དེ་རིང་གི་ངར་ཚོ་གི་སློབ་ཚན་གི་ཅིག་སློབ་ཚན་འཚོགས་པའི་དགོས་པ་ཟེར་ན་མི་འདུག་དེ་འགྲུབ་འགྲོ་དགོས་རེད། ང་ཚོ་ཡང་མང་པོ་མང་པོ་དེ་འདྲའི་ཐ་སྙད་མང་པོ་ཁྱེད་རང་ཚོ་ལ་དེ་ནས་རྩིས་སྤྲོད་བྱེད་གི་མེད་བ་དེ་འདྲའི་ཉུང་ཉུང་ཅིག་འོ་དེ་འདྲའི་ཅིག་ཁྱེད་རང་ཚོ་སྦྱང་ཐུབ་པ་ཡིན་ན་འོ་དེ་གི་འགྲིག་གི་ཡོད་རེད། འོ་ད་དེ་དེ་ཁྱེད། ད་དེ་རིང་གི་ཁོ་སློབ་ཚན་གཙོ་བོ་སྦྱང་ཡ་དེ་ཁྱེད་རང་ཚོ་སྦྱང་ཡ་དེ་དེ་གཅིག་ད་འགོག་བདེན་ཟེར་ཡ་དེ་ཁོ་ག་ནས་ག་ནས་ཅིག་ཡིན་པ་ད་དེ་ཕན་ཐོག་ག་རེ་ཡོད་པ་དེ་ད་གི་གང་ལ་ངས་ཅིག་ཞུས་ཡིན་པ་ད་འདིའི་རྣམ་པ་ཚོ་ཡང་ད་ད་གི་ངས་ཐ་སྙད་ཅིག་ཁྱེད་རང་ཚོ་ལ་འདི་བྱས་ཡིན་པ་འདི་ལ་ཡང་འགོག་བདེན་འདི་ག་རེ་རེད་ཟེར་ང་ཚོ་ཆུ་ཉམས་སུ་ལེན་པའི།

མཐར་ཐུག་གི་དགུ་པ། གོ་བདེ། འོ་དེ་ནི་ཅིག་ཆུ་ཉམས་སུ་ལེན་པ་ལ་དེ་ནི་མཐར་ཐུག་གར་ཡོད་རེད་ཟེར་དུས་གང་ལ་མཐར་ཐུག་གི་དགུ་པའམ་གྲུབ་འབྲས་འགྲོ་འོ་དེ་ད་དེ། འགོག་བདེན་དེ་འོ་དེ་རེད་ཟེར། འོ་ད་དེ་འདྲའི་ཅིག་ཡིན་ད་དེ་རིང་གི། ང་ཚོ་སློབ་ཚན་དུ་དེ་འདྲའི་ཅིག་བྱེད་ཨ་ནི་དྲི་བ་དེ་འདྲའི་འདུག་ཨེ། ཨ་ཡ། ད་དྲི་བ་དེ་འདྲ་མེད་པ་ཡིན་ན། ཨ་ནི་ད་ང་ཚོ་སང་ཉིན་ག། ད་སང་ཉིན་མ་རེད་ད་ཡང། གཟའ་ལྷག་པ་ཕུར་བུ་སྙིང་པོ་དེ་ལ། ལམ་བདེན་གྱི། དེ་ནི་ཡང། འདི་ནང་བཞིན་བྱས་ན་ལམ་བདེན་གྱི་ངོ་བོ་དང། མཚན་ཉིད་དང་དབྱེ་བ་དང་ལམ་བདེན་གྱི་རྣམ་པ། འོ་དེ་ཚོ་དེ་ངོ་སྤྲོད་བྱེད། འོ་དེ་འདྲ་གྱི་ངོ་སྤྲོད་ཚ་དེ་གང་ལ་ཡང་ད་ང་ཚོ་བདེན་པ་ཞིག་གི། དེ་ནི། སྐར་གཟའ། ཁོ་ཐ་སྙད་དུ་ཚང་མ་དུ་རྣམ་པ་ཚོ།